གནད་འགག་དེ་འདྲའི་ནོར་འཁྲུལ་སྔར་དུས་རྒྱུན་དུ་ཡོང་བསྡད་ཡོད་པ་རེད། ཨ་ནི་འོ་འདི་སྐོར་ལ་ངས་མ་ནོར་རེད་ཀྱི་ནོར་འཁྲུལ་མ་ཡོང་བ་གྱིས་ཨ་ནི་སྔོན་འགོག་དེ་གཅིག་གནད་འགག་དེ་ལབ་དགོས་བསམ་བྱས་དེ་རིང་དུ་དོན་ཡིན་ད། སྤྱི་བཏང་གི་ཆང་ས་རྒྱ་ཡས་ཀྱི Procedure གྱི་རོགས་ལུང་པ་ག་བ་འགྲོ་ན་ཕལ་ཆེར་ཕལ་ཆེར་ཤུགས་རྒྱང་ཡས་ད་དེ་ཚོ་འགྲོ་སྟངས་པོ་ར་གཅིག་པར་དེ་ཡིན་ན། ཁྲིམས། ལུང་པ་ལུང་པ་གི་ཁྲིམས་ཡང་ཏེས་ལོ་ག་ལོ་ག་ཡོད་རོ། གཞན་པ་ཕོམ་ཤོག་རྒྱང་ཡས་དེ་ཚོ་བེད་སྤྱད་བེད་སྤྱད། ཚང་མ་ལ་ལུང་པ་སོ་སོ་སོ་གི་ཕོམ་ཤོག་རྒྱང་ཡས་དེ་གྱང་ཐང་ཤན་པ་གུ་གོར་དེ། ཨ་ནི་ག་འདྲེས་ནོར་གི་ཡོད་མེད་གནད་འགག་དེ། ཨ་ནི་སྔོན་འགོག་དེ་ངེད་ཀྱི་ཨ་ནི། ད་རིང་ངས་རོབ་ས་ཅིག་ཞུ་ཡས་ཡིན། Canadian Spousal Sponsorship། དེ་ག་འདྲེ་ཅིག་ལ་ངོས་འཛིན་བྱེད་གོ་ཨ་རེས་ལ་བས་ན།

ཆང་ས་ཀྱི་བཀའ་སྤྱི་འདི་ཚོ་ཚང་མ་ཁོང་ཚོ་གི་སྡེ་ཚན་ག་རེ་གང་ལ་དེ་བྱེད་ཨར་སླ་བ་ཡིན་ན་ཨ་ནི་སྡེ་གི་ཤུགས་འདི་ཚོ་ཡ་བསྡུ་རུབ་བྱེད་ཡ་དང་ཡ་མ་ཡིག་འབྲེལ་ཕ་གཞུང་ཚབ་ལ་ཡ་བཏང་ཡ་དང་ས་གནས་སོ་ས་གནས་ལ་བཏང་ཡ་དེ་ཨའི་ཨར་སི་གི་ད་དེ་བྱེད་དགོས་རེད་ཚང་མ་དེ་བྱེད་དགོས་རེད་བ།

གང་ཡ་ཡ་ཅིག་གོ་བར་གཅིག་དེ་རེད། ཨ་ནི་གཉིས་བ་དེ supporting document ད་དཔེར་ན་ཆང་ས་བརྒྱ་ཡོད་ན་ཆང་ས་བརྒྱ་ཡོད་ནི་ཨ་ནི་ཁྱེད་རང་གི་གི་ཡང་ན་ཁྱོ་ག་སྐྱེས་མས་སུ་ཡིན་ན་བརྒྱ་ག་ལ་ད་ཨ་སུ་ཡོད་བ་ཡིན་ན་ད་སུ་སུ་འཐེན་ཡ་འཐེན་ཡ་དེ་འཐེན་ས་དེ་ཨ་ནི་སུ་ཡིན་པ་ཡིན་ན་དེ་གི་ཁྱོད་གཉིས་པ་རུག་ལ་ཡོད་པའི་གི་ད་བར་པང་འདྲ་བོ་ལག་བར་བ་ཁྱེད་རང་གི་གྲོགས་པོ་ཡོད་རེད་ཕ་ཕྱོགས་ཀའི་གྲོགས་པོ་གྲོགས་མོ་ཡོད་རེད་འདི་ཚོ་གི Proof Supporting Letter ད་དངོས་གནས་ཁོ་འདི་འདྲ་ཅིག་རེད་འདི་ཆང་ས་རྒྱབ་རེད་དངོས་གནས་རེད་ད་ང་སྙན་མ་ནས་ཤིང་གི་ཡོད་ལོ་ག་ཚན་གཅིག་ཤིང་གི་ལ་འདི་ཚོ་གི Supporting འདི་སྒུག་གོ་རེད་ཡིན་གྱི་མིན་གྱི་ཨ་ནི་འདི་སྒང་ལ་ཨ་ནི Proof ག་རེ་དགོས་རེད་ལ་ན་བྱུང་ན་ཨ་ནི་འདྲ་པར་ད་ཡག་མ་ཆུ་རིས་དྲོ་སྐྱོ།

ཁྱོ་ག་སྐྱིད་མིན་སྨན་པ་བྱས་གྲོགས་པོ་གྲོགས་མོ་ཡིན་ནམ། ལོ་གཅིག། ཟླ་བ་བཅུ་གཉིས་ལ་རོགས་ཟླ་བ་བཅུ་གཉིས་མཉམ་པོ་བསྡད་ནས་གྲོགས་པོ་གྲོགས་མོ་བསྡད་ཡིན་ན། ལྟ་འདི། ཁྲིམས་ཐོག་ཐོག་བྱས་བ་ཡིན་ན་ལྟ་འདི། Legally married མ་རེད་དེ་ཡིན་ན་ད Partner ཆགས་ཚར་ལྟ་ཆང་ས་རྒྱ་བ་ད་གཅིག་པ་འགྲོ། ཁྲིམས་ཀྱི་ཐོག་ལ་གཅིག་པ་བརྩི་བོ་རེད། ཨ་ནི Common law གང་ལ་ཡང་འགྲོ་ཡ་ཡོད་རེད་ཡང་འདི་ལ་ཡང་ཕོམ་གོ་རང་ཡང། ཏིས་ཀྱི་ལོ་ག་ཡོད་རེད་ད་འདི་ལ་ཕོམ།

དངོས་གནས་དུས་ཚོད་དཔེ་མང་པོ་བཏང་དགོས་བར་ཨེ་དྲི་བྱེད་ཨེ་ཚོད་ལ། ཨ་ནི་དཀའ་ལས་རྒྱལ་ཁྱོད་ལ་ཁྱེད་རང་ཚོ་གི Free Subscribe བྱེད་ཨེ་ཆོག་རེད་དེ་བི Google ལ་ཕྱིན་ནས Phone Number དང་མིང་བླུ་ཨེ་རེད་ཨ་ནི Subscribe བྱེད་ཨེ་ཡོད་རོ། Subscribe བྱེད་ཐུབ་ན་ཕ་ཆོག་ལ་ཏིས་ཅིག་ཕན་ཐོག་འགྲུག་རེད། སོ་སོ་རྒྱལ་བ་བཅས་ཆགས་ཨ་ནི་གོ་བི་ཆོས་གོ་རོ། འོ་འདི་ཞུ་ཨེ་རྣམ་པ་ཚོ་ཨ་ནི